ཅེས་ནོར་བུ་སྐྱབས་མགོན་ཆེན་མཆོག་ཕྱི་ལུགས་དགུང་གྲངས་དགུ་བཅུ་ཐམ་པར་ཕེབས་པའི་སྐུའི་གོ་སྟོན་ཆེན་མོའམ་འཁྲུངས་སྐར་དུས་ཆེན་གྱི་གཞུང་འབྲེལ་མཛད་སྒོ་དེ་ཡིན་པས་ན་གྲ་རྒྱས་པོ་ཞིག་དང་དྲན་གསོས་པོ་ཞིག་གསུངས་སྲི་ཞུས་གནང་སོང། ལྟ་དེ་ཡང་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩེ་ལྔ་ཟླ་བ་བདུན་པའི་ཚེས་དྲུག་རེས་གཟའ་ཉི་མའི་ཉིན་གང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་ལྷ་མེད་རྣམ་འདྲེན་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་དགུ་བཅུ་ཐམ་པར་ཕེབས་པའི་སྐུའི་གོ་སྟོན་ཆེན་མོའམ་ནི་འཁྲུངས་ལ་དབྱར་གསོལ་གྱི་མཛད་སྒོ་ཆེན་མོ་དངོས་གཞི་དེ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞིས་བྱེས་ལྷ་སྡེ་མི་སྡེ་ཡོངས་ཀྱིས་སྐུ་ཚབ་ཞུས་པའི་ཐོག་ནས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གཟབ་ཅིང་རྒྱས་པ། འཛམ་གླིང་ཤར་ནུབ་ཀུན་ནས་ད་ཅིག་དོ་སྣང་བྱེད་དགོས་ཡ་ཞིག་དང་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་དགའ་མོས་ཞུ་མཁན་འཛམ་གླིང་ཁྱོན་དུ་བཞུགས་པའི་དད་ལྡན་ས་ཡ་མང་པོ་སེམས་འགུག་ཐེབས་ཡ་ཞིག་གསུང་ཚིག་ཞུས་གནང་སོང། ལོ་དགུ་བཅུར་སླེབས་པའི་ཁྲུང་ག་ཨ་ཁེར་འཇར་གོའི་ཐོག་ལ་ཁྱེད་རང་ཚོ་དེ་འགའ་ཞིག་སྤྲོ་བཞིན་འདུག་ཨན་དེ་འཛོམས་བྱས། ཨ་ནེ་ཚང་མ་ལོག་གི་ཞིག་གི་སེམས་ལ་ཡ་ག་ཚོར་གི། ཚོར་སྣང་རོ་ཤུགས་ཆེན་པོ་བྱེད་བྱེད་དེ། རྫོང་མི་ཤག། ང་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། གང་ལྟར་ད། ང་རའི་ངོས་ནས་ཤ་བཞག་ན། གཅིག་ནས་མི་ལུས་ཅི་ཐོབ་ཀྱི་ཡོད་རེད། ཅིག་མི་ལུས་ཅིག་ཡིན་པའི་ངང་ནས་མིའི་གཅིག་གིས་གཅིག་གི་རྩ་བ་བརྟག། གཅིག་གིས་གཅིག་ལ་ཀྱང་རོགས་བྱ་ཟེར་དེ་སྐུ་ཆོས་ཉིད་རེད། ད་ཡང་སྒོས་གང་ཚོ་དང་ཆོས་དར་སའི་ལུག་པོ་གཅིག་ནས་ཡོང་པ་ཡིན་དུས་ཙང་ནས་ཨེ་ནས་ཆོས་ཕྱོགས་ཀྱི་ཐོག་ནས་སྤུན་ཟླ་མི་རིགས་ཀྱི་བསམ་བློ་དེའི་ཡང་ཤུགས་ཆེན་པོ་བྱུང་ཡོད་རེད། ཨེ་ནི། ད་ཉམས་ལེན་གྱི་གཙོ་བོ་དེ་སྤྱི་འཇུག་ནས་གསུང་བ་ནང་བཞིན་གྱི་གཞན་ཕན་གྱི་བློ་དེ་བས་གལ་ཆེ་ཤོས་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཙཱ་ནས་ངའི་ངོས་ནས་སྤྱི་འཇུག་གི་བསམ་བློ་ཞེ་བོ་ཅིག་བཏང་གི་ཡོད་ས་དེ་འདྲ་ཡིན་དུས། འགྲོ་བ་སེམས་ཅན་ཐམས་ཅད་བློ་རང་གི་གཉེན་དུ་བལྟས་ནས།

ད་ད་ག་རང་རེད་དེ་རིང་གི་མཛད་སྒོ་ཆེན་མོ་འདི་དང་ནི་དམིགས་བསལ་མཛད་སྒོ་ཆེན་མོ་འདིའི་ཐོག་ཏུ་འཛམ་གླིང་ཡུལ་གྲུ་གང་ས་ནས་ཕེབས་པའི་སྐུ་མགྲོན་རྣམ་པའི་གལ་ཆེའི་རང་བཞིན་དེ་བས་ཀྱང་ཉེ་ལམ་སྐུ་མདུན་ནས་དགེ་བའི་ཡང་སྲིད་ཕེབས་ཕྱོགས་དང་ཡང་སྲིད་ངོས་འཛིན་གནང་ཕྱོགས་སོགས་ཀྱི་གནད་དོན་ཁ་གསལ་བཟོས་གནང་བ་ལ་སོགས་ཀྱི་ཐོག་ནས་འཛམ་བུ་གླིང་ཀུན་གྱིས་ད་ཅིག་དོ་སྣང་ཆེན་པོ་གནང་བཞིན་ཡོད་པ་བཞིན་ནི་དེ་རིང་ཡིན་པའི་ནས་བོད་པའི་གསར་ཁང་ཁག་ཅང་ཅང་རྒྱལ་སྤྱིའི་གསར་ལམ་ཆེ་ཁག་གི་གསར་འགོད་པ་བརྒྱ་ཕྲག་ཆེད་དུ་བཞུགས་སྒར་ཐེ་ཅིན་ཆོས་གླིང་གཙུག་ལག་ཁང་དུ་འཚོགས་བཞིན་པའི་མཛད་སྒོ་ཆེན་པོ་འདིའི་ཐོག་ཏུ་ཕེབས་རྗེས་ཨ་ནི་དེ་རིང་གི་གནས་ཚུལ་དེ་ལ་ཡང་སྐོམ་པ་ཆུ་ཐིགས་ལྟར་དུ་ངང་སྒུག་བྱེད་བཞིན་འདུག་ལ། ཨ་ནི་སྐབས་འདིའི་མཛད་སྒོ་འདིའི་ཐོག་ལས་ན་རྒྱ་གར་དབུས་གཞུང་གི་བློན་ཆེན་ཁག་ཅིག་རེད། མངའ་སྡེའི་སྤྱི་ཁྱབ་བློན་ཆེན་རྒྱལ་སྤྱི་ཁྱོན་ནས་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་བ། ཨ་ནི་དག་ནང་བཞིན་བོད་བརྒྱུད་ནང་བསྟན་གྱི་བསྟན་བདག་བླ་ཆེན་རྣམ་པ་དང་སྐུ་ཚབ་ལ་སོགས་པའི་ཨ་ནི་སྐུ་མགྲོན་བརྒྱ་ཕྲག་མང་པོ་ཞུགས་རྗེས། ཨ་ནི་ལོ་རྒྱུས་རང་བཞིན་ལྡན་པའི་གོ་སྟོན་མཛད་སྒོ་འདི་ལ་ཡང་ཕེབས་བཞག

སོང་ཙང་ད་ལུང་པ་འདིའི་ནང་ལོགས་ལ་ཡང་ནི་གོ་དམ་བུ་དག་ཁོང་འཁྲུངས་པ་རེད་ད་སངས་རྒྱས་བཅོམ་ལྡན་འདས། སུ་གོ་བོར་བ་སོང་ཙང་ད་སངས་རྒྱས་བཅོམ་ལྡན་འདས་ཀྱི་འདིའི་ནང་ལོགས་ལ་ཡང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བྱས་ད་ག་ད་ནང་པ་སངས་རྒྱས་པའི་བསྟན་པ་དེ་གསར་དུ་དབུ་བརྙེས་པར་མཛད། ཨ་དེ་འདྲིའི་གི་ཐོག་ནས་ད་ནང་པ་སངས་རྒྱས་པའི་བསྟན་པ་འདི་ཡིན་མིན་ན་ནི་ལོ་བརྒྱ་ཕྲག་རིང་པོའི་མང་པོའི་རིང་ལ་ཡང་ནཱ་ལེནྡྲའི་མཁས་པ་རྣམ་པས་འཛིན་སྐྱོང་སྤེལ་གསུམ་གནང། ད་དེ་ལྟ་བུའི་རྒྱ་གར་གྱི་གནའ་བོའི་གི་རྩ་ཆེ་བའི་གི་རིག་གནས་འདི་སྐུ་མདུན་གྱིས་ད་ཅིག་ཉམས་སུ་བཞེས་བའི་ཐོག་ནས་ད་གང་ད། རྒྱ་གར་ནང་ལོགས་ལ་ཡང་སླར་གསོ་བྱས་པ་མ་ཚད་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ངོ་སྤྲོད་གནང་ཐུབ་བྱུང་བ་རེད། དེས་མ་ཚད་ད་དུང། ཁ་སུ་ར་པའི་ནཱ་ལེནྡྲའི་གི་གཞིས་གཞུང་ལ་ཡང་ཐུགས་སྣང་གནང་མཁན་སུ་ཡོད་མེད་ནས་ད་དེའི་ཐོག་ལ་ཡང། ཁ་སུ་རེ་དོ་སྣང་བྱེད་སའི་གི་བསྟི་གནས། འོ་དེ་འདྲས་ཀྱི་གཅིག་བི་ཧར་ནང་ལོགས་ལ་ཡང་གསར་དུ་བཙུགས་ཡོད་རེད། སོང་ཙང་དེ་འདྲས་གི་ཐོག་ནས་ད་འཛམ་བུ་གླིང་མི་མང་ལ་ཡང་ད་གང་ད། དེ་འདྲས་གི་གོ་སྐབས་བླ་ན་མེད་པ་ཅིག་བསྐྲུན་ཡོད་རེད། སོང་ཙང་དེ་འདྲས་གི་ད་གཅིག་བླ་ན་མེད་པའི་མཛད་རྗེས་གི་དེ་འདྲས་གི་ཐོག་ནས་སྐུ་མདུན་གི་ད་གཅིག་མཛད་པ་མང་པོ་ཞིག་བསྐྱངས་ཡོད་རེད། སོང་ཙང་དེ་དང་འབྲེལ་ནས་ནི་ད་ག་ནང་བཞིན། དེ་རིང་སྐུ་མདུན་གི་འཁྲུངས་སྐར་ལ་ཡང་འཚམས་འདྲི་དང་ཨ་ནི་སྐུ་མདུན་སྐུ་ཚེ་ཡུན་དུ་བརྟན་པའི་སྨོན་འདུན་ཞུས་གནང་སོང།

ད་དེ་རིང་དམིགས་བསལ་གྱི་དུས་ཚོད་དེ་ཡིན་པས་ན་རྒྱལ་སྤྱིའི་མི་མང་ས་ཡ་མང་པོའི་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་ལ་ཡང་འཁྲུངས་སྐར་ཤིས་ཚིག་སྒྲོན་བཞིན་ཡོད་པ་ནང་བཞིན་ཁོ་རང་གི་ངོས་ནས་ལ་ཡང་དགའ་བཞིན་སྤྲོ་བཞིན་དུ་འཁྲུངས་སྐར་ལ་ཡང་འཚམས་འདྲི་ཞུ་ཡག་དང། སྐུ་མདུན་གྱི་མཛད་པ་ལ་ཡང་བསྔགས་བརྗོད་ཡི་རང་གནང་ཡག་དང། ཨ་ནི་ད་ལྟའི་རྙོག་འཛིང་ཅན་གྱི་ད་ཅིག་འཛམ་བུ་གླིང་གི་དུས་ཚོད་འདི་འདྲའི་ཞིག་ནང་ལོགས་ལ་ཡང་སྐུ་མདུན་གྱི་དགོངས་པ་བཞེས་སྟངས་དེ་ཡིན་པས་ན་ཨ་ནི་གནད་འགག་ཞེ་པོ་ཆགས་ཀྱི་ཡོད་རེད། སོང་ཙང་དེ་ལྟ་བུའི་གི་ཐོག་ནས་ད་རྒྱ་གར་ལ་ཡང་སྐུ་མདུན་ལྟ་བུའི་གི་སྐུ་མགྲོན་ཞིག་ད་ཡོད་པ་དེ་རྒྱ་གར་གཞུང་དང་མི་མང་གི་སྤོབས་པ་ཡིན་ལ། རྒྱ་གར་གཞུང་དང་མི་མང་གཉིས་ཀྱི་སྐུ་ཚབ་ཞུས་བྱས་ནི་སྐུ་མདུན་གྱི་ལ་ཡང་གུས་ཕྱག་དང་སྦྲགས་ཨ་ནི་ད་ལོའི་གི་གོ་སྟོན་དང་འཁྲུངས་སྐར་དེ་ལ་ཡང་དམིགས་བསལ་གྱི་འཚམས་འདྲི་ཡོད་ཞེས་གསུངས་གནང་སོང། སོང་ཙང་དམིགས་བསལ་གྱི་དེ་རིང་འདི་གི་དུས་ཚོད་ཆེན་མོ་འདི་དང། ཨ་ནི་གནད་ཡོད་མི་སྣ་མང་པོ་འདུ་འཛོམས་ཡོད་ས། འཛམ་བུ་གླིང་ཀུན་གྱི་དོ་སྣང་བྱེད་ས་འདི་ནས་ནི་ཁོ་རང་གི་ནན་ཏན་བྱས་གསུང་ཡག་ལ་ཡང་ད་སྐུ་མདུན་གྱི་ཉེ་ལམ་ཐུགས་ཐག་གང་བཅད་པ་དེ་ལ་ཡང་ད་ཅིག་སྐུའི་གི་ཡང་སྲིད་ཕེབས་ཕྱོགས་དང་ཨ་ནི་ཡང་སྲིད་ངོས་འཛིན་གནང་ཕྱོགས་དང་འབྲེལ་བའི་གི་ཡོངས་གྲགས་འདིའི་ཐད་ལ་ཡང་ཨ་ནི། བརྩི་བཀུར་ཞུ་ཡག་དང་དང་ནང་བཞིན་ཁོང་གི་ལམ་སྟོན་གཞི་བཟུང་དགའ་ལྡན་ཕོ་བྲང་ཡིད་ཆེས་དགེ་རྩའི་དབང་ལྡན་འགན་འཛིན་རྣམ་པས་ཀྱི་ལམ་སྟོན་གང་གནང་བ་ལ་ཡང་ཤར་བསྐྱོད་བྱེད་ཀྱི་ཡིན་ཟེར་ནས་གསལ་བོ་གསལ་རྐྱང་གསུངས་གནང་སོང། དང་ནང་བཞིན་ཆེ་བསྟོད་སྐུ་མགྲོན་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ད་ཅིག་གསུང་བཤད་དེ་སྙིང་པོ་མ་བསྡུས་པ་ཡིན་ན། At this moment of celebration, we welcome the joyous and unwavering support to the recent reaffirmation by His Holiness on the continuation of the institution of Dalai Lama, ཁོང་སྐྱབས་མགོན་ཆེན་པོ་མཆོག་ལྟ་ཅི་ཞི་བདེ་དང་འཚེ་བ་མེད་པ་ཆོས་ལུགས་མཐུན་སྒྲིལ་ལ་སོགས་ཀྱི་ཐོག་ནས་གོ་ལ་སྤྱི་ཁྱབ་ཀྱི་འགན་ཁུར་བཞེས་གནང་གལ་ཆེ་འདུག་ཅེས་ན་ཁོང་གི་མཛད་རྗེས་ལ་ཡང་བསྔགས་བརྗོད་ཞུ་ཡག་དང། ཨ་ནི་ད་རྒྱ་གར་ལ་ཡང་སྐུ་མདུན་ལྟ་བུའི་སྐུ་མགྲོན་ཞིག་ཡོད་པ་རྒྱ་གར་གྱི་བསོད་ནམས་ཡིན། ཨ་ནི་དམིགས་བསལ་དུ་ཨ་རུ་ན་ཅལ་མངའ་སྡེ་དང་དགའ་ལྡན་ཕོ་བྲང་གི་བར་ལ་ཡང་ད་དུས་རབས་མང་པོའི་གི་རིང་ལ་ཡང་ཐུན་མོང་མ་ཡིན་པའི་འབྲེལ་བ་ཅིག་ཆགས་ཡོད་དུས་ཙནད་སྐུ་མདུན་གྱིས་ས་ཁུལ་འདིའི་ནང་ལོགས་ལ་ཡང་ཆོས་དང་རིག་གཞུང་གང་གི་ཐད་ལ་ཡིན་མིན་ནས་བླ་ན་མེད་པའི་རྩེད་ཆས་འདི་འདྲ་མང་པོ་བཞག་ཡོད་རེད། སོང་ཙང་སྟེ་ད་རེས་ཀྱི་གོ་སྐབས་འདིའི་ཐོག་ནས་ཉེ་ལམ་སྐུ་མདུན་ནས་ད་ཅི་དགེ་བའི་ཡང་སྲིད་ཕེབས་ཕྱོགས་དང་འབྲེལ་བའི་ལོ་རྒྱུས་རང་བཞིན་ལྡན་པའི་ཡོངས་ཁྱབ་བསྒྲགས་གཏམ་འདི་ལ་ཡང་ཧི་མ་ལ་ཡའི་རི་རྒྱུད་ཁྱོན་ཡོངས་ནས་རྒྱབ་སྐྱོར་ཞུ་གི་ཡིན་ཟེར་བསྐྱར་དུ་གསལ་འདོན་འདི་འདྲ་གནང་སོང།

ལྷག་པར་དུ་ད་མང་པོ་ཞིག་ནང་ནང་པར་དེ་འབྲེལ་གྱི་ཐོག་ནས་རིག་གཞུང་འཁྲབ་སྟོན་བྱེད་ཡག་དང། ད་ནས་བཞིན་འཁྲུངས་སྐར་གྱི་ལས་རིམ་དང་འབྲེལ་བྱས་ནས་ཤིང་སྣ་འདེབས་འཛུགས་གནང་ཡག་འོང་དེ་འབྲེལ་གྱི་དམིགས་བསལ་གྱི་ལས་རིམ་མང་པོ་ཞིག་གནང་དགོས་བ་རེད། ད་དམིགས་བསལ་ད་བོད་དང་འབྲེལ་ལྗོངས་འདྲ་ཞིག་བྱ་བཞག་པས་ན་དེ་སྔ་རྒྱལ་དབང་སྐུ་ཕྲེང་ལྔ་པའི་སྐབས་ནས་དམིགས་བསལ་གྱི་འབྲེལ་བ་ཞིག་བྱུང། དེ་འདྲ་ལ་བརྟེན་ནས་ནི་འབྲེལ་ལྗོངས་ནང་ལོགས་ལ་ཡང་ད་ནང་པ་སངས་རྒྱས་པའི་བསྟན་པ་དེ་དར་ཞིང་རྒྱས་པ་བྱུང་ཡག་སོང་ད་དེ་འབྲེལ་གྱི་ཐོག་ནས་ད་ཅིག་བོད་དང་འབྲས་ལྗོངས་གཉིས་ཀྱི་དེ་སྔའི་གི་འབྲེལ་ལམ་དེ་ད་ལྟ་ནང་བཞིན་མ་འོངས་པར་ཡིན་མིན་ནི། ནི་མུ་མཐུད་དེ་འདྲའི་རེད་ཅེས་ལན་ཡང་གནས་ཡག་གི། ག་སུ་རེད་རེད་བ་དང། ཨ་ནི་ད་ག་ནས་ཤེས་ད་ཅིག་འབྲས་ལྗོངས་ནང་ལོག་ལྟ་བུ་ཆེ་ཞར་བ་རེད་ན་ད་ཅིག། མི་རིགས་སྣ་ཁ་མང་པོ་འཛོམས་སའི་གི། ཅིག་ས་ཁུལ་མངའ་སྡེ་དེ་འདྲའི་ཞིག་རེད་དེ་ལས་ཡིན་པ་ཡིན་ན་དེའི་ནང་ལོག་ནས་ཡོད་པའི་གི་ད་ཅིག་བོད་པ་གཙོས་པའི་དེའི་ནང་ལོག་ལ་ཡང་ད་ཅིག་མི་རིགས་མང་པོ་བརྗོད་དུས་ཙམ་ནས་དེ་གའི་ཚང་ལོག་ད་ཅིག། ཅིག་ཅེས་ལ་འཆམ་མཐུན་འོ་འོ་ཆུ་གཅིག་ཏུ་སྒྲིལ་བ་ནང་བཞིན་དེ་འདྲའི་གི་ཡོད་ཅེས་གསུངས་གནང་སོང།

ད་ད་རེས་ཀྱི་འཁྲུངས་སྐར་དེའི་ཐོག་ལ་ཡང་ད་ཅིག་ལ་དྭགས་མི་མང་ཡོངས་ཀྱི་སྐུ་རྩོད་ཞུས་པའི་ཐོག་ནས་ནི་ད་གཙོ་བོ་སྐུ་མདུན་གྱི་མཛད་རྗེས་ལ་བཀའ་དྲིན་རྗེས་དྲན་དང་ཡི་རངས་ཞུ་བ་དང་ནང་བཞིན་འཁྲུངས་སྐར་ལ་ཡང་འཚམས་འདྲི་ཡོད་སོ་ཅེས་དེ་བས་ཞུས་གནང་སོང། དང་ནང་བཞིན་ད། གནད་དོན་མང་པོའི་ནང་ལོགས་ནས་གལ་ཆེ་ཤོས་དེ་ད་ལྟ་གོང་དུ་སྐུ་མགྲོན་གཞན་པའི་རྣམ་པ་ཚོས་ད་ག་རང་སོང་ཡོད་ལ་སོང་ཙང་ཉེ་ལམ་གོང་དུ་སྐྱབས་མགོན་ཆེན་པོས་ཀྱི་ཡོངས་ཁྱབ་གནང་བའི་ནི་རྒྱལ་བའི་ཡང་སྲིད་རྒྱུན་མཐུད་ཕེབས་ཡ་དེ་དང་འབྲེལ་བའི་ཐོག་ལ་ཡང་རེད་ཡང་སྲིད་ངོས་འཛིན་གནང་ཕྱོགས་དང་འབྲེལ་བའི་བསྒྲགས་གཏམ་འདི་ཚོ་ལ་ཡང་ལ་དྭགས་མི་མང་ཚང་ལོག་གེ་ནི་རྒྱབ་སྐྱོར་མཐའ་གཅིག་ཏུ་ཞུ་གི་ཡིན་ཟེར་བ་འདུག་ཅེས་ནན་ཏན་ཆེ་གསུངས་གནང་སོང། ད་ནང་བཞིན་དམིགས་བསལ་སྐུ་མགྲོན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་རི་ཅཱརྡ་ཀེ་ལགས་ཀྱི་ཡིན་པའི་ནས་ད་ག་རང་རེད།
ད་རྩ་བའི་སྐུ་མདུན་ནས་འཁྲུངས་སྐར་ལས་དེ་ཙམ་གྱི་ཐུགས་སྣང་གནང་གི་ཡོད་མ་རེད་དེ་ཡིན་མིན་ད་ང་རང་ཚོའི་ངོས་ནས་འཁྲུངས་སྐར་སྲུང་བརྩི་ཞུ་དགོས་ཡ་དེ་དཔེ་ཁས་ན་ཆེ་གི་ཧོ་རེད། ཨ་ན་སྐབས་སུ་བབས་པ་ད་ད་ལོའི་གི་འཁྲུངས་སྐར་ཟེར་ནས་བསྒྲགས་མི་འདུག་གོ་དོན་འདི་ཡིན་པས་ན་ཧ་ཅང་གི་གལ་ཆེན་པོ་དང་གནད་འགག་ཆགས་གི་ཨོ་རེད། སོང་དང་ད་རྩ་བའི་ཁོང་རང་ཉིད་ད་ནུབ་ཕྱོགས་པའི་མི་ཞིག་ཡིན་པའི་ཆ་ནས་ད་ནུབ་ཕྱོགས་པའི་སྤྱི་ཚོགས་ནང་ལོགས་གི་གནས་སྟངས་ཅིག་ཞུས་པས་ན་ད་ནུབ་ཕྱོགས་པའི་སྤྱི་ཚོགས་འདི་འདྲ་ཅིག་གི་ནང་ལོགས་ལ་ཡང་སྐུ་མདུན་ལྟ་བུ་གི་སྐྱེས་ཆེན་དེ་འདྲ་ཅིག་བྱུང་མྱོང་གི་ཡོད་མ་རེད། སོང་ཙང་ད་ག་འདྲ་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་ནང་ལོགས་ལ་ཡང་ལྟ་བུ་ཡིན་པས་ནས་སྐུ་མདུན་ལྟ་བུ་གི་སྐྱེས་བུ་ག་རེ་སྐྱེས་བུ་ཆེན་པོ་ཅིག་དེ་འདྲ་བྱུང་མྱོང་ཡོད་མ་རེད། ཨ་ནི་དེ་དང་འབྲེལ་བྱས་ད་ད་རེས་དམིགས་བསལ་དུ་ག་རེ་སོ་རེ་ཉེ་ལམ་སྐུ་མདུན་ནས་ད་དགེ་བའི་ཡང་སྲིད་རྒྱུན་མཐུད་ཕེབས་ཕྱོགས་དང་འབྲེལ་བའི་བཀའ་བཞེས་དང་ཡོངས་གྲགས་ད་གནང་བ་ལ་བཀའ་དྲིན་རྗེས་དྲན་ཞུ་བ་དང། ཨ་ནི་ད་དེ་ཞུ་དགོས་ཡ་རྒྱུ་མཚན་ཡང་ག་རེ་ཡིན་ཟེར་ན་ད་སྐུ་མདུན། ད་ནམ་རྒྱུན་ང་ཚོ་གི་ཡིད་བཞིན་ནོར་བུ་སོགས་ར་ནོར་བུ་ལྟ་བུ་དེ་བོད་པ་གཅིག་པོ་གི་མ་ཡིན་པ་འཛམ་བུ་གླིང་གི་ནོར་བུ་རེད། ད་སྐུ་མདུན། ག་རེད་བོད་པ་གཅིག་པོ་ལ་དག་གྱོག་མ་རེད་འཛམ་བུ་གླིང་ལ་ཡང་དག་གྱོག་རེད་སོང་ཙང། འདི་འདྲའི་གི་ཐོག་ནས་ད་གང་ལྟར་སྐུ་མདུན་གི་གནད་འགག་དེ་འདི་འདྲ་ཆགས་དགོས་རེད། ད་ག་ནས་བཤད་ཡང་ན་ཡང། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཁམས་པོ་བསོད་ནམས་བསྟན་འཕེལ་མཆོག་གས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གསུང་འཕྲིན་ནང་ལོགས་ལ་ཡང། ཉེ་ཆར། ཟླ་འདིའི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རེར་བོད་མིའི་ཆོས་ཚོགས་ཐེངས་བཅྭ་ལྔ་པ་ཤོང་སྐབས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས ྋརྒྱལ་དབང་སྐུ་འཁྲིད་རྒྱུན་མཐུད་ཕེབས་རྗེས་ཞྭ་ཤེལ་རྫོང་པོ་བཀའ་དྲིན་རྩ་མེད་བྱུང་བ་དང། ཁྱོད་ཚོ་ཐེངས་བཅོ་ལྔ་པའི་གྲོས་ཆོད་བསྐྱོད་ཀྱི་དགོངས་དོན་ལས་རྒྱ་ནག་གཞུང་ནས་ཆབ་སྲིད་ཀྱི་འགན་དབང་གི་ཐེ་བྱུས་བཞེས་རིགས་བྱུང་ཚེ་ངོས་ལེན་ནམ་ཡང་མེད། བདག་ནི་ཤི་ཡང་བཀའ་ཤག་གི་གསུང་འཕྲིན་ནང་ལོགས་ལ་ཡིན་པའི་ནས་གཙོ་བོ། གྲུབ་དགོས་ཀྱི་ཡོད་པའི་སོང་ཙང། འདི་ནི་ངའི་བཀའ་ཤག་གི། ཁོང་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིདང་གཅིག་སྙིང་པོ་དུས་བཞིར་ངོ་སྤྲོད་གནང་ཡག། དང། ཨ་ནེ་སྲིད་སྐྱོང་ཀུང་བེམ་སི་རི་མཆོག་ནས་ཅིག་སྐབས་དེའི་གོ་དོན་ཐོག་ལ་ཡང་ད་ཅིག་རྒྱལ་སྤྱི་རྒྱལ་ནང་གི་སྐུ་མགྲོན་མང་པོ་ཞི་བ་ཆེ་ཕེབས་ཡོར་སོང་ཙང་སྐུ་མགྲོན་གཙོ་བོ་སུ་སུ་ཕེབས་ཡོད་པ་དེ་གས་ངོ་སྤྲོད་གནང་སོང་ང་སོང་ཙང་ད་དེའི་ནང་ལོགས་ལ་ཡང་ད་གོང་དུ་ཞུས་པ་ནང་བཞིན་རྒྱ་གར་དབུས་གཞུང་གི་བློན་ཆེན་རྣམ་པ་གཉིས་རེད་ཨ་རུ་ན་ཆེ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང་ནང་བཞིན་ད་འབྲས་ལྗོངས་རེད་ལ་དྭགས་རེད་ཨ་ནེ་རྒྱ་གར་གི་གྲོས་ཚོགས་འཐུས་མི་དང་ནང་བཞིན་ཤི་རི་ལང་ཀ་ཨི་ཏི་ལི་ཇོས་མ་ནི་ཐའི་ཝན་ཨ་རི་ལ་སོགས་ནས་ཨ་ནེ་ད་ཅིག། རྒྱལ་སྤྱིའི་གྲོས་ཚོགས་འཐུས་མི་རེད་ཨ་ནེ་ཀ་རེད། བོད་དོན་རྒྱབ་སྐྱོར་བ་རེད་དེ་འདྲའི་གི་མི་སྣ་མང་པོ་ཞེ་བོ་ཅིག་ཕེབས་ཤག་ལ། དམིགས་བསལ་དུ་ད་ཨ་རིའི་གཞུང་ཚབ་ཀྱི་མི་སྣ་ཕེབས་ཤག་ལ་ད་ག་ནས་བཞིན་ཨ་རིའི་ཕྱི་སྲིད་ཀྱི་མི་སྣ་དེ་འདྲ་ཡང་ཕེབས་ཤག། མ་ཟད་ད་དུང་རྒྱ་རིགས་ལ་སོགས་པའི་ཏེ་གནད་ཡོད་མི་སྣ་བརྒྱ་ཕྲག་གི་བ་སྐུ་མགྲོན་ལ་ཡང་གདན་འདྲེན་ཞུས་བྱས་ད། དེ་རིང་གི་གོ་དོན་དེ་མཛད་སྒོ་དེ་ཡིན་པས་ཡིན་ན་ད་ཅིག་སྔར་དང་མི་འདྲ་བའི་ལྟ་ཅི་གཟི་བརྗིད་ཆེན་པོ་ལོ་རྒྱུས་རང་བཞིན་ལྡན་པའི་དམིགས་བསལ་གྱི་མཛད་སྒོ་ཞེས་པ་བྱུང་སོང། ད་དེ་དང་འདྲ་ནས་དེ་རིང་སྐུ་མདུན་གྱི་འཁྲུངས་སྐར་འདིའི་ཐོག་ལས་མི་དང་རྒྱལ་སྤྱིའི་དབུ་ཁྲིད་མང་པོ་ཞིག་གིས་འཁྲུངས་སྐར་གྱི་འཚམས་འདྲི་དུ་ཞལ་གནང་ཡོད་རེད་སོང་ཙང་ད་དེའི་ནང་ལོགས་ནས་ད་གཙོ་བོ་རེ་ཞུས་པ་ཡིན་ན། རྒྱ་གར་གྱི་སྲིད་བློན་ན་རན་དཱ་མོ་དཱི་མཆོག་ནས་ཅིག་སྐུ་མདུན་གྱི་འཁྲུངས་སྐར་ལ་ཡང་ག་སུ་རེ་འཚམས་འདྲི་བསྩལ་པའི་ནང་ལོགས་ལ་ཡང་གཙོ་བོ་དེ་ད་འདི་འདྲས་རེད་བཞག་རྒྱ་གར་མི་མང་ཐེར་འབུམ་གཅིག་དང། གཅིག་ཚ་ཞེ་ལྷག་ཙུ་ཅིག་ཡོད་པ་ཁོང་ཚོ་གི་ཚབ་ཞུས་རྗེས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལོག་དགུང་གྲངས་དགུ་བཅུ་ཕེབས་པའི་འཁྲུངས་སྐར་ལ་ཡང་འཚམས་འདྲི་ཞུ་ཡ་དང། ནི་དག་ནང་བཞིན་ད་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཕྱིན་པས་ན་བྱམས་པ་དང་བརྩེ་བ་དང་བཟོད་པ་དང་ད་བཟང་སྤྱོད་ལ་སོགས་ཀྱི་ད་མིག་དཔེ་གསོན་པོ་ལྟ་བུ་ཞིག་ཡིན་པ་འདི་འདྲ་གསུངས་གནང་ཞར་ལ་ལྷག་པར་དུ་ད་ཅིག་སྐུ་མདུན་གྱི་དགོངས་གཞི་འདི་ཡིན་པས་ན་གོ་ལ་དེའི་སྟེང་ལ་ཡང་ད་ཆོས་ལུགས་དད་མོས་མི་འདྲ་བ་ཀྱི་མི་ཚང་མ་ལོག་ལ་ཡང་ད་ཅིག་སེམས་ཁུར་ཞིག་ཐེབས་ཀྱི་ཡོད་རེད། སོ་འཛག་སྟེ་མཐའ་དོན་སྐུ་མདུན་གྱི་སྐུ་གཟུགས་བདེ་བ་དང་སྐུ་གཟུགས་བརྟན་པོའི་སྨོན་ལམ་ཡོངས་སུ་བྱས་འདུག་ཅེས་གསུངས་གནང་ཤག། དང་ནང་བཞིན་ཨ་རིའི་ཕྱི་སྲིད་དྲུང་ཆེ་མར་ཀོ་རུ་བྷེ་མཆོག་ནས་ཁོངས་སུ་ཕྱོགས་གུང་ཁྲན་དགུ་ཆོས་ཕེབས་པའི་འཁྲུངས་སྐར་ལ་ཡང་འཚམས་འདྲི་དང་སྦྲགས་བཅས་ཨ་ནི་སྐུ་མདུན་གྱི་མཛད་པ་གོ་ལ་གཅིག་གྱུར་རེད་འཛམ་གླིང་ལ་ཡང་ཞི་བདེ་བསྐྲུན་ཡག་རེད་ཨ་ནི་བྱམས་བརྩེ་གོང་འཕེལ་བཏང་རེད་འདི་འདྲའི་གི་ཨ་ནི་མཛད་འཕྲིན་དེ་ཚོ་ད་དུང་ཨི་ཡུན་ནས་ཡུན་དུ་གནང་བའི་སྨོན་ལམ་དང་ཨ་ནི་མཛད་སྒོ་འདིའི་ཐོག་ནས་ཡང་ཕྱི་སྲིད་དྲུང་ཆེ་མཆོག་གིས་དམིགས་བསལ་གྱི་འཚམས་འཕྲིན་འདི་ཨ་ནི་ཡང་ཅིག་ལྗགས་ཀློག་གནང་མཁན་ཕྱི་སྲིད་དྲུང་ཆེ་གི་སྐུ་ཚབ་འདི་འདྲས་ཡང་ཕེབས་གནང་བྱ་ནི་དེ་འདྲས་སུ་ཆ་ལོག་གནང་སོང། ད་ནང་བཞིན་ཨ་རིའི་སྲིད་འཛིན་ཟུར་བོ་གསུམ། གི་འཚམས་འཕྲིན། བསྩལ་ཡོད་དེའི་ནང་ལོ་ལ་ཡ་ད་གཅིག་སྲིད་འཛིན་ཟུར་བ་བྷ་ར་ཀོ་བྷ་མ་མཆོག་རེད། ཨ་ནི། George Bush མཆོག་རེད། ཨ་ནི། Bill Clinton མཆོག་རེད་ཨ་ནི་ཁོང་རྣམ་པ་གསུམ་གྱི་ངོས་ནས་ཨ་ནི་ཁོངས་སུ་སྐྱབས་མགོན་ཆེན་མཆོག་གི་དྲུང་འགག་ལ་ཡ་འཚམས་འདྲི་དང་སྦྲགས་བྱས་ནི། ཁོང་རྣམ་པ་ཚོས་ད། གཙོ་བོ་དེ་འདི་རེད་སྐུ་མདུན་ནས་འགྲོ་བ་ཡོངས་ལ་ཡ་བཞག་པའི་མཛད་རྗེས་ལ་ཡ་ཡི་རངས་ཞུ་ཡ་ད་ནང་བཞིན་སྐུ་མདུན་གི་དུས་རྒྱུན་རེ་ན་ད་གཅིག་བྱམས་བརྩེ་དཔེ་ཡ། ཨ་ནི་བརྩེ་བ་ཆེ་ཡང་འཚེ་བ་མེད་པར་གྱིས། དགོངས་གཞི། ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་དང་རང་དབང་སྲུང་སྐྱོབ་ཀྱི་ཐད་ལ་ཡང་ད་ཅིག་བླ་ན་མེད་པའི་མཛད་རྗེས་བཞག་ཡོད་རེད། ད་དེས་ཀྱིས་འཛམ་བུ་གླིང་གི་མི་དམངས་ས་ཡ་མང་པོ་ལ་ཡང་ཤུགས་རྐྱེན་སྤྲད་ཡོད་རེད། ད་ག་ནས་གཞན་ད་ཅིག་སྐུ་མདུན་འདྲ་ཆ་ཞབས་ཡིན་ན་ད་འཛམ་བུ་གླིང་མི་དམངས་ཀྱིས་ད་ཚང་མའི་ཀྱི་མིག་དཔེ་ད་ཚ་གྲོགས་ཅིག་ཡིན་དུས་ད་ནས་ཨ་ནི་མདོར་ན་སྐུ་མདུན་འདི་ནི་གོ་ལ་འདིའི་སྟེང་གི་སྐྱེས་ཆེན་ཚད་མ་ཞིག་རེད་ཞེས་དུ་གཟུང་གནང་བཞག་སོང་ཙང། དེ་འདྲའི་གི་ཐོག་ནས་ད་ཅིག་སྲིད་འཛིན་རྣམ་པ་གསུམ་གྱི་སྐུ་མདུན་ལ་ཡང། འཚམས་འདྲི་ཐུགས་གསོ་བྱས་ཡོད་རེད་ད་ནང་བཞིན་ཡང་ཐེ་ཝན་གྱི་སྲིད་འཛིན་ལའེ་ཆིང་ཏོག་གི་ཡིན་པའི་ནས་དེ་རིང་སྐུ་མདུན་གྱི་འཁྲུངས་སྐར་ལ་ཡང་འཚམས་འདྲི་བྱས་ཡོད་རེད་དེ་དང་དེ་ནང་བཞིན་ཡང་ནི་རྒྱལ་སྤྱི་དབུ་ཁྲིད་མང་པོའི་འཁྲུངས་སྐར་ལ་ཡང་འཚམས་འདྲི་གནང་རྗེས་ད་གང་ལྟར་དེ་རིང་དུ་ཆ་བཞག་ན་གཅིག་འཛམ་བུ་གླིང་གི་སྒྱུ་རྩལ་བ་རེད་ཆབ་སྲིད་མི་སྣ་རེད་ཤེས་ཡོན་ཅན་རེད་ད་གང་ལྟར་གནད་ཡོད་མི་སྣ་མང་པོ་ཅིག་གི་འཁྲུངས་སྐར་ལ་ཡང་ད་ཅིག་འཚམས་འདྲི་བྱེད་མཁན་ད་ཅིག་བྱ་བ་བབས་པ་ནང་བཞིན་འདྲ་ཅིག་བྱུང་སོང་ད་མདོར་ན་ད་རེས་ཀྱི་མཛད་སྒོ་འདིའི་ཐོག་ལ་ཡང་བོད་པའི་སྐུ་མགྲོན་ཚང་མ་ལོ་ནས་ད་ཅིག་ཚང་མས་ཀྱི་གཅིག་མཚུངས་ཀྱི་ཐོག་ནས་ད་གཙོ་བོ་དགྲ་སྡེ་སྐུ་མདུན་གྱི་ཉེ་ལམ་ནས་བསྩལ་བའི་ཡོངས་ཀྱག་བསྒྲགས་གཏམ་གྱི་གཞི་བཟུང་ཐོག་ནས་དེའི་ཐོག་ལ་ཡང་རྒྱབ་སྐྱོར་དང་དེའི་ཐོག་ལ་ཡང་ཤར་བསྐྱོད་གནང་གི་ཡིན་སྲིད་ད་དེ་ཁ་གཅིག་གྲགས་རེད་ཆགས་ཀྱི་འདུག་སོང་ཙང་དེའི་ཐོག་ནས་ད་ཅིག་འཛམ་བུ་གླིང་མི་མང་ལ་ཡིན་པའི་ནས་སྐུའི་ཡང་སྲིད་དང་འབྲེལ་བའི་གནད་དོན་དེ་ནི་ཁ་གསལ་ཁ་དེ་བས་ཆེ་རུ་ཕྱིན་ཡོད་རེད་ད་དེ་དང་ཕྱོགས་མཚུངས་བཅས་ནི་ད་རེས་ཀྱི་གོ་དོན་ཆེན་མོ་འདིའི་མཛད་སྒོའི་ཐོག་ལ་ཡང་བོད་པ་གཙོས་པའི་ཧི་མ་ལ་ཡའི་རི་རྒྱུད། རེད་ད་ནང་བཞིན་རྒྱལ་སྤྱིའི་རྒྱལ་ཁབ་མང་པོ་ཞིག་ནས་ད་ཅིག་སྒྱུ་རྩལ་བ་མང་པོ་ཞོ་ཕྱི་ཕབ་རྗེས་འཁྲབ་སྟོན་གནང་བའི་ནང་ལོགས་ལ་ཡང་ད་རྒྱལ་སྤྱིའི་རྒྱལ་ཁབ་རིགས་ཁག་ཞུས་པ་ན་ཕལ་ཆེན་བཅུ་ཕྲག་མང་པོ་སོང་གི་འདུག་སོང་ཙང་ད་རྒྱལ་སྤྱིའི་རྒྱལ་ཁབ་བཅུ་ཕྲག་བདུན་ཙུག་གི་ནང་ལོགས་ནས་འཁྲབ་སྟོན་པ་ཆིག་སྟོང་ལྷག་བཅས་ད་རིང་གི་འཁྲུངས་སྐར་གི་ཐོག་ལ་ཡང་ཕལ་ཆེར་ཁོ་རང་ཚོས་ད་ཅིག་ཞལ་བརྡ་ཞལ་བྲོ་གླུ་ཞེ་ལ་སོགས་མང་པོ་གིས་ད་དེ་འདྲའི་གི་འཁྲབ་སྟོན་གནང་ཡ་རེད་འཁྲབ་སྟོན་གནང་སོང